ག་རེ་ལབ་ཡོད་རེད་ལབ་ན་གཉེན་གྱི་ཕྱོགས་ལ་འདོད་ཆགས་ཆོད་དུ་ར་གཡོ་དགྲ་ཡི་ཕྱོགས་ལ་ཆེར་སྡང་མེ་ལྟར་འབར། བླང་དོར་འབྱེད་པོའི་གཏི་མུག་མུན་ནག་ཅན་ཕ་ཡུལ་སྤོང་བ་རྒྱལ་སྲིད་ལག་ལེན་ཡིན་ན་དེ་ལབ་ཡོད་རེད་དེའི་རྩ་བའི་ཆོ་ལོ་ཀ་གཅིག་དེའི་དོན་དག་རྡོག་རྡོག་སྟེ་དགྲ་དང་གཉེན་ཟེར་བ་དེ་གཉིས་ཀྱི་ཨ་ནེ་འདོད་ཆགས་ཆེ་དང་གཏི་མུག་གསུམ་ད་གཙོ་བོ་དེ་བསྟན་ཡོད་རེད། ནི་ད་ལྟའི་བསྟན་ཡོང་དུས་དངན་ཅིག་ཕྱོགས་ལ་འདོད་ཆགས་ཆོད་དོར་ཡོད་ལབ་རེད་ད་ང་རང་ཚོ་འདོད་ཆགས་སྐྱེ་ས་ཅིག་ང་རང་ཚོ་འདོད་པ་སྐྱེ་ས་དེ་འདྲ་ཅིག་ཡིན་ན་དེ་འདྲ་གི་མི་ཅིག་ཡིན་ན་ང་རང་ཚོ་གཉིས་འདྲ་བོ་གྲོགས་པོ་འདྲ་བོ་གྲོགས་མོ་འདྲ་བོ་ཅིག་ཨ་ཕ་ཨ་མ་སྤུན་རྒྱ་ད་ནང་མི་ཨ་ནི་དེ་འདྲིའི་ལ་ད་ང་རང་ཚོ་འདོད་ཆགས་འདུན་པ་འདོད་པ་ཨ་ནི་བློས་གཏོང་མ་ཐུབ་པ་དེ་འདྲ་དང་ཤུགས་ཆེན་པོ་བསྐྱེད་ཀྱི་ཡོད་རེད། ཨ་ནི་ཁོ་རང་ཚོ་ལས་ཀ་གྲང་མོ་ཅིག་ལས་ན་འདྲ་ལས་ཀ་སྡུག་ཅག་ཅིག་ལས་ན་འདྲ་བྱ་བ་ཡག་པོ་ཅིག་སྒྲུབ་ན་འདྲ་བྱ་བ་མི་དགེ་བ་ཅིག་ལས་ན་འདྲ་གང་ལྟར་ཀྱང་ང་རང་ཚོ་དེ་ཁོང་ཚོ་ལ་དགའ་ཚར་བའི་རྗེས་ལ་ཨ་ནི་ཁོ་རང་ཚོ་ག་རེ་བྱས་ན་ཡང་དེ་ནི་ང་རང་ཚོ་ཡག་པོ་ཅིག་རེད་ཟེར་དེ་ལ་རྒྱག་རྩ་བྱེད་ཨ་ནི་ཡང་དེ་འདྲ་བཟོ་གི་ཡོད་རེད། ཨ་ནི་ང་རང་ཚོ་བཀྲ་ཟིས་ལབ་ཏི་སྒང་ལ་སོ་སོ་ལ་དཀའ་སྤྱད་དེ་ཚོ་མི་སྙན་པ་བཤད་མཁན། ཨ་ནི་སོ་སོ་ལི་ཀ་སྒང་ལ་མཚང་འཛོམས་ལ་གནོད་པ་དེ་ཚོ་བྱེད་མྱོང་མཁན་ད་དེ་འདྲའི་རིགས་དེ་ང་ཚོ་བཀྲ་ཟིས་ལབ་གི་ཡོད་རེད། ཨ་ནི་ཁོ་རང་ཚོ་ལི་ཀ་ཡག་པོ་ཅིག་བྱིན་ན་ཡང་དེ་ལ་སྨད་ར་དང་དཀའ་སྤྱད་སྤྲང་མོ་ཅིག་བྱེད་ན་ཡང་རྫུན་མ་རེད་ཟིས་ལབ། ཨ་ནི་ག་དུས་ཁོ་རང་ཚོ་བྱིས་བྱིས་ལི་ལི་ཚང་མ་དེ་ཨ་ནི་ཡག་པོ་མི་འདུག་ང་རང་ཚོ་མི་ཕ་མ་མང་ཆེ་བ་ཨ་ནི་ལི་ཀ་བྱེད་སྟངས་དང་བསམ་བློ་བཏང་སྟངས་དེ་འདྲ་ཅིག་རེད་བསྡད་ཡོད་རེད། དེ་འདྲ་བའི་དགྲ་གི་ཕྱོགས་ལ་དགྲ་གི་ཕྱོགས་དེ་ལ་ནི་ཞེ་སྡང་དེ་ཁོང་ཚོ་ལ་གནོད་པ་བྱིན་འགྲོ་གི་བསམ་པ་དེ་ག་འདྲི་ཡོད་ཟེར་ན་མིའི་ནང་བཞིན་འབར་བསྡད་ཡོད་རེད། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་རྒྱས་པའི་གཏི་མུག་མུན་ནག་ཅན། བླང་བྱ་དགེ་བའི་བྱ་བ་ལེགས་པའི་བྱ་བ་ཡང་དག་པའི་བྱ་བ་རྒྱུ་མཚན་ལྡན་པའི་བྱ་བ་དེ་ཚོ་བླང་བྱ་ཟེར་ལབ་གི་ཡོད་རེད། དོར་ལབ་དེ་དོར་བྱ་མི་དགེ་བའི་བྱ་བ་བྱ་བ་སྡུག་བྱ་རྒྱུ་མཚན་མེད་པའི་བྱ་བ་ཨ་ནི་དུ་ཟོ་གང་ནམ་ཡིན་དེ་ཧ་མ་གོ་བ་ཀྱེ། འདི་ཡག་པོ་རེད་ངའི་ལུས་སྒོ་རེད་འདི་ཡག་པོ་མ་རེད་ངའི་ལུས་ཉལ་གི་མ་རེད་ཟེར་བ་གི་རྒྱུ་མཚན་དེ་རྩ་བ་ཉིད་ནས་སང་ལོ་མ་སླེང་བ་ཀྱེ། ཨ་ནི་དུ་ཟོ་ཧ་མ་གོ་བ་ཀྱེ། ཨ་ནི་རྨོངས་པ། ཨེ་མའི་གཏི་མུག་དཀར་ལབ་ན། མུན་པ་ནག་པོ། ང་རང་ཚོ་མཚན་མོ་ཉི་མ་ནུབ་ཚར་དུས་གང་ན་ཨ་ནི་འཇིག་རྟེན་ཁམས་ལ་མུན་ནག་ཐུབ་འགྲོ་གི་འདུག་བ། དེའི་ནང་བཞིན་གི་ཨ་ནི། ཨ། བླང་དོར་ཧ་མ་གོ་མཁན་མི་འདི་ཚོ་བསམ་བློ་ནང་ལོག་ལ་ཨ་ནི་གཏི་མུག་གི་རྨོངས་པ་མུན་ནག་ནང་བཞིན་འཁྲུགས་བསྡད་ཡོད་རེད་ཟེར་གི་ཡོད་རེད་ཨ། ངོ་དེ་འདྲ་བ་གི་དུག་གསུམ་འཕེལ་ས་གི་གཞིར་གྱུར་པའི་ཕ་ཡུལ་དེ་ནི་ཨ་སྤངས་ནས་དབེན་པའི་རི་ཁྲོད་ལ་འཁྲུངས་ནས་ཉམས་ལེན་བྱས་པ་དེ་རྒྱལ་སྲིད་བསྐྱངས་རྒྱུ་སེམས་པ་རྣམས་ཀྱི་ཨ་ནི་ལག་ལེན་རེད། ཡིན་ཙང་ང་རང་ཚོའང་དེ་ནང་བཞིན་བྱེད་དགོས་རེད་ཟེར། ཨའོ་ད་རྩ་བའི་ཚིགས་བཅད་འདི་དེ་འདྲ་ཅིག་ལབ་ཀི་ཡོད་རེད། ཨ་ནི་ཚང་མ་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།